ད་རེས་སུ་གཡུ་ཐང་ཆོལ་ཁ་ཡིན་ཟེར་ད་དུས་སུ་ཁྱེད་ཚོ་ཚོགས་པ་བཙུགས་ཡོད་རེད་མདོ་སྨད་ཆོལ་ཁ་ཡིན་ཟེར་བཙུགས་ཡོད་རེད་ད། ཡིན་ནའང་ཁམས་པ་དེ་ཚོ་ལྟོས་དེ་རེད་མདོ་སྟོད་ཆོལ་ཁ་ཡིན་ཟེར་བ་དེ་ཁམས་པ་མི་ངན་ཁ་ཤས་ཀྱི་རེད་མ་གཏོགས་ཤི་སྟངས་མདོ་སྟོད་ཆོལ་ཁ་ཟེར་བ་དེ་ཁམས་པ་ཤི་ཡང་གི་བཙུགས་ཡོད་མ་རེད། དེ་མདོ་སྟོད་ཆོལ་ཁ་ཡིན་ཟེར་མདའ་རང་ས་ནང་ལོག་ནང་དངོས་གནས་བྲོ་ནས་ཅིག་པས་ཁམས་པའི་གི་མི་རྒན་གླུའི་ནང་གི་ཁ་ཤས་ཅིག་གི་དེ་འད་ཅིག་བཙུགས་དེ་མི་འབོར་ས་ཁམས་པའི་མི་ཟེར་ཞི་དྲག་ཡོད་མ་རེད་མི་ཁ་ཤས་ཅིག་གང་ཁ་ཤས་ཅིག་མ་གཏོགས་ཡོད་མ་ད་ད་ཁམས་པའི་མི་འབོར་བརྒྱ་ཆ་བརྒྱ་ནང་ལོག་བརྒྱ་ཆ་ལྔ་དེ་ནང་ཡོད་མ་རེད། ད་དེ་གི་ཁྱོད་ཁ་ཡིན་ཟེར་ཚུལ་དང་ཕྱི་དང་ཁྱོད་ཁ་ཟེར་ཐ་སྙད་དུ་ང་ཚོ་དགའ་པོ་ཡོད་མ་རྩ་བ་ནས་དགའ་པོ་ཡོད་མ་རེད། ཁྱེད་རང་ད་དཔེ་ནོར་འདུག་ད་ངས་ག་རེ་ཟེར་ཡོད་ཟེར་ན་རེད་བ། ད་ད་ཁྱོད་ཁ་གསུམ་ཟེར་ཡོད་རེད་བ། དེ་ཐོག་མར་ག་འདྲས་ཆགས་པར་ཟེར་ན་རེད་བ། ད་གང་ཅིག་ངས་ཁྱོད་ཁ་གསུམ་ཟེར་ཡག་གི་སྐད་ཆ་དེ་ག་འདྲས་སླེབས་རེད་ཟེར་ན། ད་བོད་རང་བཙན་ཤོར་ནས་ཨ་ནི་ད་རྒྱ་བོ་རུམ་ཅིག་གི

རྒྱ་མི་གི་སྡུག་རྩ་ཡི་ནས་རེད་མི་ཀླད་པ་ཆུན་ཆུན་ཡི་ནས་རེད་གང་ལྟར་ག་རེ་བྱེད་རེད་ཟེར་ན་ད་དེ་སྨད་ད་མོ་བཟོས་ནས་རི་སྐྱིད་རི་བོ་དེ་དུག་རྩ་ལ་བེད་སྤྱོད་བཏང་ནས་དུག་རྩ་ལ་བསྒྱུར་ནས་ཨ་མི་ཁ་ཤས་ཅིག་གི་ད་དེ་ཆོལ་ཁ་ཆོས་ལུགས་ཀི་དབྱེ་བ་དེ་ཤུགས་ཆེན་པོ་སྤྱད་པ་མ་གཏོགས་རྒྱ་བ་རོ་མ་ཞིག་དང་བོད་གཞུང་གི་ཐོག་མ་ཆོལ་ཁ་གསུམ་ཟེར་ཡག་དང་ཆོས་ལུགས་བཞི་ཟེར་ཡག་དུ་ཚུགས་ག་རེ་ཟེར་ན་ཆོལ་ཁ་ཆོས་ལུགས་དེ་སྔ་མོ་སྔ་མོ་ནས་དཔེར་ན་ཅིག། ངས་དེ་གིས་ཞུས་པ་ནི་ཞིག་རེད། ལུང་པ་གཅིག་ན་ཨ་མེ་རི་ཀ་ཡིན་ན་ཨ་མེ་རི་ཀ་ལ་ཡ་ག་སོགས་རེད། ཡིན་ནའི Australia ཡིན་ནའི་ག་རེ་ནི་ས་ཆའི་ཁུངས་འདུག་ཚུལ་ད་མིང་ད་མ་གསུངས་ནས་ཁོ་དེ་འད་ཅིག་ད་ས་ཆའི་གི་བབ་ཧྲིལ་བོ་རེད་ས་ཆའི་གི་ད་ག་འདྲ་དཔེར་ན་ཀན་ཀྲུང Switzerland འདྲ་པོ་ཞིག་ན་ཀན་ཀྲུང Switzerland ལ་ཡ་ཀན་ཀྲུང་དེ་འད་ཡོད་རེད་དཔེར་ན་ཨང་ཀྲུང་ཨང་ཀྲུང། the French speaking ཀན་ཀྲུང the German ཨང speaking ཀྲུང་ཀན་ཨང་ཀྲུང་ཀྲུང།

ཨི་ཏྲ་ལི་སྐད་རྒྱབ་ས་ཡིན་ནའི་རེད་ཧྥ་རན་སི་སྐད་རྒྱབ་ས་ཡིན་ནའི་སུ་སུ་སུ་གི་ཡང་ཅིག་ལུང་ཚན་གྱི་སུ་སུ་སུ་གི་ཡང་ཅིག་སྐད་ཆ་བཤད་སྟངས་ཡིན་ནའི Dialect ཡིན་ནའི་རེད་ཕི་གས་ཅིག་ག་ཤོག་རེད་དེ་སུ་སུ་སུ་གི་ཡང་ས་གནས་ལ་བབས་ཡོད་ཀྱི་སུ་སུ་སུ་གི་ཡང་ཅིག་ཡོག་རེད་ད་ག་འདར་སུ་སུ་སུ་ཁྱད་ཆོས་ཅིག་ཡོག་རེད་མ་ཚང་ང་ཚོ་བོད་པ་ཡིན་པ་གང་ཤེས་ཤེས་ལེ་ཡ་ཨ་ནི་དེ་འདྲས་ཀྱི་ད་ག་འདར་ཨིན་ཇི་སྐད་དུ་མ་སུ་ནི་དེ་བ་ཧྥ་རན་སི་དཔེར་ན་སུ་སི་ལན་འདྲ་བ་ཞིག་ན Canton ཟེར་གྱི་རེད་ད་དཔེར་ན་དེ་རྒྱ་གར་ལ་ཆ་ཤོམ་ནའི Andhra Pradesh ཅིག Himachal Pradesh ཟེར་ཡ་དེ་གི

ཁྱོད་ག་རེ་བྱས་ཟེར་ན། ང་ལྟ་ཚུལ་གྱིས་ཡོད་རེད་ག་རེ་ཟེར་ན་ང་ཚོ་བཙན་བྱོལ་བོད་མིའི་གི་ནོར་ལོག་ནོར། ནི་བོད་པ་དེ་ཚོ། ཨ་ཆོལ་ཁ་གི་རྩོད་རྒྱོ་གི་ཡོད་ཨ་ཆོལ་ལུགས་གི་རྩོད་རྒྱོ་གི་ཡོད་ཨ་ད་དེ་གི་ཆར་ང་ཁྱེད་ནས་ཡོད་མ་རེད། ག་རེ་རེད་ཟེར་བ་ཡིན་ན་མགོ་ལ་སྡོད་ངན་གི་ཆོས་སྲིད་པ་མི་ངན་རེ་གཟུགས་གཅིག་གི་ག་རེ་བྱས་ཡོད་རེད་ཟེར་ཆོས་སྲིད་ནག་པོ་དེ་ག་རེ་དཀྲི་དཀྲི་ཐབས་བྱས་གི་ཡོད་རེད་ཟེར་ན་མི་མོ་མགོ་སྐོར་བཏང་ནི་དེ་ཆོལ་ཁ་གི་རྩོད་རེད་འདོད་འདོད་ཆོས་ལུགས་གི་རྩོད་རེད་འདོད་འདོད་ལྕགས་རྫིང་ལོན་མི་མོ་མགོ་སྐོར་བཏང་གི་གི་ལས་ཀ་རེད་མ་གཏོགས་ཆོལ་ཁ་དང་ཆོས་ལུགས་གི་རྩོད་ཡོད་མ་རེད་བཙན་བྱོལ་ནང་ལོག་ནོར།

དགོས། དམངས་གཙོ་དཔེར་ན་ཆ་བཞག་པས་ན་དམངས་གཙོ་ལ་འགན་བཅོལ། མང་ཚོགས་ངོས་ནས་དམངས་གཙོ་ལ་འགན་བཅོལ་གང་ཡིན་ཟེར་ན། ང་ཚོ་ད་ལྟ་ང་ཚོ་བོད་པའི་སྐྱབས་བཅོལ་གྱི་སྤྱི་ཚོགས་ཀྱི་དམངས་གཙོའི་གྱི། ཅིག་འགྲོ་སྟངས་འགྲོ་ལུགས་གང་ལ་ཆ་བཞག་པས་ན། ང་ཚོ་སྐྱབས་བཅོལ་སྤྱི་ཚོགས་ཀྱི་ད་ལྟ་དམངས་གཙོ་བརྒྱ་ཆ། ད་ལྔ་བཅུ་ལག་ན་ཧང་སང་ཡག་གི་མང་པོ་རེད་ད། ང་ཚོ་ད་ལྟ་ལག་ལེན་ང་ཚོ་ཏག་ཏག་ང་ཚོ་སྒྲུབ་ཐུབ་ཀྱི་ཡོད་མ་རེད་ང་ཚོ། རེད་པ་ང་ཚོ་སྒྲུབ་ཐུབ་ཀྱི་ཡོད་མ་རེད། འདི་སྒྲུབ་ཐུབ་ཀྱི་མེད་པའི་རྒྱུ་མཚན་གང་ཡིན་ཟེར་ན། ང་ཅོ་ཚོ་ལ་ལ་ལུང་ལྡན། པ་ཡོད་མ་རེད་ང་ཚོ་ལ་ལུང་པ་ཡོད་མ་རེད་ང་ཅོ་ལ་ཚོ་ལ་ལུང་པ་ཡོད་མ་རེད་ང་ལྡན། ཚོ་ལ་དམག་མི་ཡོད་མ་རེད་ང་ཚོ་ལ་པོ་ལིས་ཡོད་མ་རེད། ང་ཚོར་འདི་འདྲ་མི་འདོད་ཀ་ནས་དམངས་གཙོའི་གི་ཆ་རྐྱེན་ང་ཚོར་ཡོང་གི་མ་རེད། ཡིན་ནས་ང་ཚོ་ད་ལྟ་ད་ལྟ་ང་ཚོའི་གི་བཅའ་ཁྲིམས་རེད་མ་གཏོགས་ང་ཚོ་རྩ་ཁྲིམས་ཟིག་ཡོད་མ་རེད་བ། རྩ་ཁྲིམས་ཟིག་ཡོད་མ་རེད་བ། ང་ཚོ་བཅའ་ཁྲིམས་ཟིག་བ། བཅའ་ཁྲིམས་ཟིག་ཡ་དེ་རྒྱུ་མཚན་ག་རེ་ཡིན་ཟེར་ན། ད་ལྟ་ང་ཚོ་རང་དབང་གི་ལུང་པ་མེད་འདོད་ཀ་ནས་ཡིན་ནས། ཐོག་མར་གི་ད་ལྟ་རྩ་ཁྲིམས་གི་ང་ཚོའི་བཅའ་ཁྲིམས་གི་མགོ་དེ་ལ་ག་རེ་ཡོད་ཟེར་ན། ང་ཚོས་ད་ལྟ་ང་ཚོ་སྐྱབས་བཅོལ་ཡོད་པའི་སྐབས་ལ་ང་ཚོ་དམངས་གཙོ་དེ་ད་ག་འདྲ་ཡིན་པས་ད་ག་ཞོག་རེད། དམངས་གཙོ་སྦྱོང་བརྡར་དེ་ཡ་ཆེད་དུ། དམངས་གཙོ་སྦྱོང་བརྡར་དེ་ཡ་ཆེད་དུ་ཨ་ནི་ང་ཚོ་ག་འདྲར་ང་རང་ཚོ་ལ་ཡ་ཡོད་པའི་གི་ཨ་ནི་གང་ཡོད་པ་དེ་ཨ་ནི་བེད་སྤྱོད་བཏང་ནས་ང་ཚོ་མ་འོངས་པ་བོད་རང་བཙན་རག་དུས་ཀ་ནས་ང་ཚོ་བོད་ནང་ལ་ཡ་སྡུག་སི་འཇོག་པ་དང་ནམ་ས་དམངས་གཙོ་ཧྲ་ཐག་ཐག་ཅིག་ང་ཚོ་གི

ཨོ་དེ་ཚོ་རིགས་དེ་འགོག་རྒོལ་བཏང་ཡོད་ཚོད་ཡོན་ཆད་དེ་ཚོ་འགོག་རྒོལ་བཏང་ཐུབ་ཡོད་མ་རེད་དེ་ནང་དབྱིག་གི་སྤྱི་ལྷོ་གཞུང་རག་ངན་དེ་ཚོས་འགོག་རྒོལ་བཏང་ཡོད་མ་རེད་ཡིན་ནང་ལྷོ་གཞུང་ཁ་ཤས་ཁྲ་ལེ་ཁྲིམས་པའི་བཙན་བྱོལ་སྤྱི་ཚོགས་རག་བཞག་ངན་གི་གཉིས་ཁྱོད་བློ་བརྟན་ཁྱོད་རང་དེ་ཚོས་ལྷོ་གཞུང་ཨོ་དེ་ག་ལ་གང་ཚང་ཅིག་འགོག་རྒོལ་རག་འདུག་ཨ་ཨོ་དེ་ཚོ་རིགས་སྤྱི་དེ། ཧ་ཅང་གི་མ་རབ་འདུག་ལོ་ཡོད་ངན་ག་རེད་ཟེར་ན་མི་རིགས་བཟང་དང་བོ་མི་འདུག་རྒྱལ་ཁབ་བཟང་དང་བོ་སོ་སོའི་ལྟོ་གོས་ནང་བཟང་དང་བོ་ཁྲམ་པ་རྐྱང་རྐྱང་བརྒྱུགས་ནས་རྒྱལ་བཙོང་པའི་ལས་ཀ་རྐྱང་རྐྱང་བྱས་འདུག་ལོ་ཡོད།

ད་ལྟ་ང་ཚོའི་ཤི་དུས་གྲོས་ཚོགས་ནས་ཡར་འཛུལ་བྱ་མཁན་གྱི་མི་བཞི་ཅིག་ཞེ་ལྔ་ཡོད། ཁོ་ཚོ་ཚང་མ་ཤི་དུས་མ་གཏད་ག་རེ་ཚོས་ཤི་དུས་ཀྱི་ཆ་རྐྱེན་མཐོང་ཡོད་མ་རེད། འཛིན་སྐྱོང་བཀའ་ཤག་འཛུལ་བྱ་མཁན་གྱི་མི་བཞི་ཡོད། དེ་བཞི་བཀའ་ནང་བཀའ་ཤག་ནང་བཀའ་བློན་དང་སྲིད་སྐྱོང་མ་གཏད་ག་རེ་བསད་ན་ཁོ་ཚོར་ཆ་རྐྱེན་མཐོང་ཡོད་མ་རེད་ང་ཚོའི་འཕྲིན་ཐོག་ནས། ཆེས་མཐོའི་འཕྲིན་ཡིག་ཁག་འཛུལ་ཉེས་གསུངས་ཡོད་རེད་དེ་གས་ཚང་མ་འཕྲིན་བུ་དང་དེ་འདྲས་ཀྱི་འཕྲིན་བུ་རྒན་པ་དང་གཞོན་པ་དེ་འདྲས་མ་གཏད་དེ་ཚོ་ཚང་མ་ག་རེ་བྱས་ཟེར་ན་ང་ཚོའི་བཅའ་ཁྲིམས་ཀྱི་དོན་ཚན་དང་དེ་ཚོ་བྲིས་ཏེ་འཕྲིན་ཐོག་ཆ་རྐྱེན་མཐོང་ཡོད་མ་རེད།

ད་ཡིན་ནའི་ངས་ག་རེ་བསམ་གྱི་འདུག་ཟེར་ན། ཁྱང་འདྲིས་པ་ཆག་ཆག་ཞུ་ད་ལྟ་འདི་རྙོག་དྲ་འདི་སྐོར་ལ་ང་སྐད་ཆ་ཤོད་འདོད་གོ་རེ་མི་འདུག་ངས་དྲང་པོ་ཞུ། གང་ཞེ་ན། ཨོ་ད་དེ་རིང་ང་གཉིས་གཉིས་སྐད་ཆ་མ་དེ་སེ་ཡང། ང་གཉིས་སྐད་ཆ་བཤད་ད་ན། ཁྱེད་རང་ཁྱེད་རང་གི་བསམ་ཚུལ་བཤད་དེ་རེད་ང་ང་ར་བསམ་ཚུལ་བཤད་དེ་གི་རེད། ཁོ་གེ་ང་རེ་ཡིན་འདི་སྐོར་ལ་ཡང་ཅིག། ཅིག། དོན་དག་རེད་བ་ཅིག་ཏག་ཏག་ཅིག། ག་ཤོ་གོ་རེ་ད་ཕེ་གེ། ཏག་ཏག་བསྡད་གི་མ་རེད་བསམ་གྱི་འདུག་གང་ཟེ་ངས་ཁྱེད་རང་གི་སྐད་ཆ་བཤད་ད་རེ་ངས་ནམ་ཟ་ད། ཅིག། དོན་རྟོགས་ཐུགས།

འདི་མེད་དུས་ཀ་ནས་ང་ཚོ་བོད་གཞུང་ལ་ཡག་ད་དེ་འདི་མེད་དུས་ཀ་ནས་ཁ་ཅིག་གིས་ང་ཚོ་བོད་གཞུང་ལ་མཐོང་ཆུང་བྱེད་ཡོད་རེད་གང་ཡིན་ཟེར་ན་ཁོང་ཚོ་མང་པོ་ཅིག་ཧ་གོ་ཡོད་རེད་ང་ཚོ་བོད་གཞུང་ལ་དམག་ནི་ཡོད་མ་རེད་པོ་ལིས་ནི་ཡོད་མ་རེད་ང་ཚོ་བོད་གཞུང་ཡིན་ནས་ད་རྒྱ་བོར་མོ་ཅིག་ཁོང་གིས་སྔོན་ལས་རྣམ་པར་དག་པ་གི་དགོངས་པ་རྒྱ་ཆེན་པོ་བཞེས་ནས་ད་ང་ཚོ་གཙོ་བོ་དེ་ག་ནས་ཟེར་ན་དེ་གི་རྒྱ་བོར་མོ་ཅིག་བཀའ་སློབ་དེ་ནང་ལ་གསལ་པོ་ཞུ་གི་ཡོད་རེད་ང་ཚོ་དེ་རིང་བཙན་བྱོལ་སྒྲིག་འཛུགས་དེ་བཙུགས་པའི་རྒྱུ་མཚན་གཙོ་བོ་དེ་གང་ཡིན་ཟེར་ན་བོད་རྒྱ་ཆེའི་མི་མང་ལྷག་པར་དུ་བོད་ནང་བཞུགས་མཁན་བོད་པའི་ཆེད་དུ་ཡིན་ཟེར་བྱས་ཚེ་གསལ་པོ་ཞུ་གསུངས་ཡོད་རེད་བྱས་ཙང་ང་རང་ཚོ་ང་རང་ཚོ་ཆོ་མེད་པ་ལ་རྩལ་རྒྱག་གི་བསྡད་པ་ལས་ཨ་ལེ་གང་ལྟར་ཡིན་པའི་ང་ཚོ་ལྷན་པ་རྒྱག་གི་རྒྱག་གི་རྒྱག་གི་ད་གང་ལྟར་སུ་སུ་གི་ཕི་གས་མ་བཏང་ང་ཡིན་ནའི་རེད་གང་ལྟར་ད་གནས་སྐབས་ད་སྒྲིགས་སྒྲིགས་སྒྲིགས་ཐོག་ནས་གང་ལྟར་ང་ཚོ་གཞུང་འདི་ཧྲག་ཐག་ད་བཟོ་ཡག་ད་ག་ནང་བཞིན་ཁྱེད་རང་གི་ད་ལྟ་ཅིག་དེ་ཉིད་ལ་བཙན་འཛུལ་ཟེར་ཡ་ད་འདུས་ཚོད་ཁྲེལ་ཚོད་རེད་ད་དེ་ཁྱེད་རང་ཚོ་གི་བསམ་སྟངས་ལྟར་ང་དེ་ལ་ང་ཚའི་རྒྱལ་པོ་ཁོ་ར་མེད་ངས་དྲང་པོ་ཤོད་ཡིན་ནས་ངས་ཁྱེད་རང་དྲང་པོ་ཞུ་ད་ལྟ་ང་ཚོ་བཙན་བྱོལ་གི་སྒྲིག་འཛུགས་འདི་གང་ལྟར་ག་རེ་རྨོ་ག་རེ་ཡིན་ནས་གང་ལྟར་ག་རེ་ཚང་གི་ཡོད་ནས་རེད་མེད་ནས་རེད་ད་དེ་རྩ་ཆུན་པོ་ཞུ་ཅི་རེད་རྩ་ཆུན་པོ་ཞུ་ཅི་ག་རེ་ནས་ཟེར་ན་བཙན་བྱོལ་སྒྲིག་འཛུགས་འདི་ཡོད་པ་ཙམ་གྱི་རྒྱ་མི་རྐུབ་ཚགས་བཟོ་གི་ཡོད་རེད། བཙན་བྱོལ་སྒྲིག་འཛུགས་ཀྱི་སྒྲོམ་འདེགས་ཀྱི་མ་འོངས་པ་ད་ལྟ་ང་ཚོ་བོད་གཞུང་དཔེར་ན་ཐབས་སྐྱོ་པོ་ཡིན་ནའི་མེ་མདའ་དང་ག་རེ་མོ་ག་རེ་ཡིན་ནའི་གལ་མེད་ནའི་མ་འོངས་པ་རྒྱ་མི་ཏག་ཏག་བཟོས་ཡ་རྒྱ་མི་དང་བོད་བཟི་ཡ་དེ་རྒྱ་དང་བོད་བཟི་ཡ་དེ་ཁ་བྲལ་བཏང་ཡ་གི་རྒྱ་མི་ཁོང་ཚོས་ལབ་ཀྱི་ཡོད་རེད་བཙན་བྱོལ་རིང་ལུགས་ཁ་བྲལ་བཏང་ངེས་ལབ་ཀྱི་ཡོད་རེད་ཏཱ་ལའི་བླ་མའི་ལོག་སྤྱོད་ཀྱི་ལབ་ཀྱི་ཡོད་རེད་རེད།

ང་ཚོ་མི་གཅིག་གཉིས་སྤེན་པ་ཚེ་རིང་དང་བློ་བཟང་སེང་གེ་སྐད་ཆ་མ་རེད། ང་ཚོའི་གཞུང་འདི་ང་ཚོ་རྩ་ཆེན་པོ་ཞུ་ཡི་འདུག་ག་ནི་ང་ཚོའི་གཞུང་གི་སྒྲོམ་དེ་ལ་ཡང་ཁྱང་ཚོས་ཀྱི་ཕན་ཐོག་ཡ་མེད་པ་ལ་ཡང་བལ་ཏེ་ཅིག་མིང་ཙམ་གྱི་ད་སྐྱབས་ཅིག་དམངས་གཙོའི་གི་མིང་ད་ཕ་ཁྱེད་ཚུགས་ཁྱེད་དེ་དེ་བྱེད་བྱེད་ཨ་ནི་ང་ཚོ་སྐྱབས་བཅོལ་གྱི་སྒྲིག་འཛུགས་འདི་རྟོག་ཞིག་བཏང་ཡ་བཏང་མེད་པ་བཟོ་ཡ་བཏང་བརྟན་པོ་མེད་པ་བཟོ་གི་ཡིན་ན། རྒྱ་མི་ལ་གོ་ཡ་དེ་རེད་ཁྱེད་ཚང་ངས་གཟིགས་ཡོད་བསམ་བློ་ཡག་པོ་བཏང་ན་ང་ཚོ་བོད་པ་ཚོ་དངོས་གནས་དྲ་གནས་དཔེ་ན་ང་འདྲ་པོ་ཆ་བཞག་པ་ཡིན་ན་དཀོན་མཆོག་སུ་ང་སུ་གཅིག་ལ་ཞེག་མི་འདུག་ད་ང་རྒྱ་བོ་རུ་མི་ཞིག་མ་ཞིག་གཞན་སུ་གཅིག་ལ་ཞེག་མི་འདུག་ད་སྐྱག་པ་སྐམ་པོ་སུ་གཅིག་ལ་ཞེག་མི་འདུག་བ་ངས་དཀོན་མཆོག་ཡིན་ད་གང་ཡིན་ཟེར་ན་མ་རེད་རྒྱ་བོ་རིན་པོ་ཆེ་གིས་ང་ཚོ་ལ་བཀའ་དྲིན་ཆེན་པོ་ཞུ་ཡིན་པ་ད་ལྟ་ཁྱེད་རང་དང་ང་ང་གཉིས་གཉིས་འདུག་ཟེར་སྐད་ཆ་བཤད་ཡ་བདེན་འདེད་ཀྱི་གོ་སྐབས་ཡོད་པ་དེ་རྒྱ་བོ་རིན་པོ་ཆེ་ཁོང་རང་གིས། འདི་རེད་ད་བཀའ་དྲིན་གྱིས་བོད་པ་སུ་གཅིག་གིས་འཇོན་ཤེས་པ་མཁས་པོ་ཞིག་མ་རེད་བྱས་ཙང་འདི་ཡི་ལུས་ཀ་ནི་ཕྱིས་སུ་ང་ཚོ་བོད་པ་སྐྱེས་པ་སུ་ཡིན་ནི་རེད་ཕྱིས་སུ་ང་ཚོ་སྐྱབས་བཅོལ་ནང་གླེང་མཁན་བོད་པ་ཚོ་ཡིན་ནི་རེད་ཕྱིས་སུ་སྐྱེས་པ་ད་མང་པོ་གཅིག་གིས་ང་ཚོ་ག་རེ་བསམ་གི་འདུག་ཟེར་ན་དེང་སང་ཟ་ཆོས་ཆོས་དང་བསྡད་ཆོས་ཆོས་དང་བཏང་ཆོས་ཆོས་ཀྱི་མཐའ་ལས་ནང་ལ་སྐྱག་པ་བཏང་ཆོས་ཆོས་ཡོད་པ་དེ་འདྲས་ཀྱི་ཨ་ནི་གོ་སྐབས་དེ་ཡོད་དུས་ག་ནི་མང་པོ་གཅིག་གིས་ང་ཚོ་འདི་གཉེས་ལ་ང་ཚོ་བོད་པ་རྒན་པ་ཚོ་གི་དཀའ་ལས་རྒྱབ་པ་དེ་ཚོ་ཁྱོད་ནི་ཁོ་ལ་བསམ་བློ་མ་བཏང་བ་ལ་ཡ་ཕྱིས་སུ་སླད་ནི

ཅིག། སོ་སོ་སོས་ཀྱིས་དེ། དོན་དག་སྒྲུབ་ཡ་བྱེད་དོ། སྐད་ཆ་བཤད་པ་འདི། མི་གཞན་གྱི་སྐད་ཆ་བཤད་པ་འདི། སྤོར་ཆོག་ཁོ་རུ་གློད་ནས། ཁོ། ནམ་སང་བས། ཁོ། ཁ་ཤོ་རེ། གབ་ཆུ་གུ་ལོ་བཟོས་ཤོག་དང། ངས་ཁྱེད་རང་ཚོ་བཟོས་དུས་ཀ་ནས། ཁྱེད་རང་གི་འདོད་ཚུལ་བཤད། ཁྱེད་རང་གིས་བཤད་པ་འདི་ཁྱེད་རང་གི་འདོད་ཚུལ་རེད། ངས་བཤད་པ་འདི་ངའི་འདོད་ཚུལ་རེད།

ཁྱེད་རང་ནོར་བ་རེད་ཅིག་མ་འགྲིག་པ་ངས་ཤེས་ཟིག་མེད་ཡིན་ནས་ང་ཚོ་ག་རོ་བྱས་ནས་ང་ཚོ་ལྟ་ང་རང་ཚོ་ང་རང་ཚོ་ཕག་འཁོན་ཚུ་འཁོན་ནས་བསྡད་ནི་ཕ་ནང་ངོ་འདེར་ལ་ཡ་ང་ཚོ་ཕག་ཚུ་འཁོན་བསྡད་པའི་གི་རྐྱེན་གི་ང་ཚོ་ད་ཅིག་རྒྱ་མི་ལ་དགོས་ཡག་གི་གནས་ཚུལ་ཅིག་ཆགས་པ་ཡིན་ན་དེ་འད་གི་གནས་ཚུལ་ཅིག་ཆགས་ཁ་ལྷ་མོ་དེ་ལ་ང་ཚོ་གི་བསམ་བློ་བཏང་ནས་ད།

ཕོ་ཟི་པོ་ཕོ་ཟི་པོ་ཕོ་ཟི་པོ་ཨ། རེད་རེད་རེད་ད་དེ་དག་ངས་ཁྱེད་རང་ལ་ཞུ་གི་ཡོད་ད་གང་ལྟར་ཡིན་པས་ད། ང་འདྲ་པོ་ཆ་ཞབས་ཡིན་ན། ཁྱེད་འདྲ་པོ་སློབ་སྦྱོང་ད་གས་མེད་རེད་ཡིན་ནས། ང་མི་དཔེ་སེམས་ཁུར་ཡང་པོ་རེད་ད་ག་ནང་བཞིན་ང་ཁོར་ཡུག་དཔེ་ན་ཆ་ཞབས་ཡིན་ན། ང་ཁོར་ཡུག་དཔེ་ནི་འཚར་ལོངས་བྱེད་ས་ཀྱི་ཁོར་ཡུག་འདི་ད་ང་འདྲ་པོ་ཆ་ཞབས་ཡིན་ན། ངས་ཚད་མ་ར་གུད་གང་ལ་སློབ་སྦྱོང་བྱས་ཡོད་རེད་ད་ག་ནང་བཞིན་ཚོང་གི་གང་ལ་སློབ་སྦྱོང་བྱས་ཡོད་རེད་ད་ག་ནང་བཞིན་ང་ད། འཛམ་བུ་གླིང་གི་ད་ཕལ་ཆེར་སུའུ་ཙི་ལན་དང་ཡོ་རོབ་ནང་ལ་ཡང་འཛམ་བུ་གླིང་ཀོ་ར་རྒྱག་མཁན་མང་ཤོས་དཔེ་ན་ང་མ་ཞིག་ཡོད་མ་རེད་ངས་དྲང་པོ་ཤོད།

གཅིག་གཡོར་བ། སྐད་ཆ་བཤད་དུས་ཀ་ནས་གཅིག་གཅིག་ལ་ཕར་ཚུར་གུས་འདུད་བྱས་ནས་གཅིག་གིས་སྐད་ཆ་ཤོད་དུས་གཅིག་གིས་ཉན། ད་ག་ནང་བཞིན་ཨ་ནི་གཅིག་ཕི་ཁེ། སྐད་ཆ་བཤད་དུས་ཀ་ནས་ཨ་ནི་གཅིག་སུ་སུ་སུ་གིས་ཉན་པ་ཙམ་མ་རེད་ཨ་ནི་གྲོས་བསྡུར་བྱས་ནས་ཨ་ནི་གང་ལྟར་ཕི་ཁེ། གཅིག། ཐག་བཅད་དུས་ཀ་ནས་ཨ་ནི་གཉིས་ཆར་ལོ་ཟླ་ག་ཚ་འཚམ་པོ་ཡོང་ཡ་གཅིག་གིས། ད་བརྒྱ་ཆ་བརྒྱ་ཐམ་པ་གཅིག་བྱས་ན་ཕར་ནང་ངོ་ནས་ཉན་ཡ་དང་ཚུར་ནང་ངོ་ནས་ཉན་ཡ་ཆགས་ཀྱི་རེད་ཉན་མ་ཐུབ་ནས་གཅིག་གཅིག་ལ་ཕར་ཚུར་རེས་སྤེག་བྱས་ནས་མཐུན་པོ་བྱས་ཡ་ཅིག་འདུག་བ། དཔེར་ན་ཕྱི་རྒྱལ་དཔེར་ན་ཡུ་རོབ་འདྲ་པོ་ཆ་བཞག་པས་ན

གཅིག་དོ་སྣང་ཆེན་མོ་འདུག། ནང་གི་སེམས་ཁམས་རིག་པ་གི་ཐོག་ནས་སློབ་སྦྱོང་སྤྲད་འབྱོར་བ། ནང་གི་གཅིག་མི་གཅིག་གཅིག་ལ་ཡང་ང་ཚོས་སྐད་ཆ་བཤད་ཡ་ལ་སོགས་པ་དང་གཅིག་དེ་ག་ནས་དེ་འད་གི་ད་མཐུན་འབྲེལ་ཟེར་བ་རེད་ད་ག་འདར་གཅིག་གཅིག་ལ་སྐད་ཆ་བཤད་ཡ་གི་དེ་འད་ག་ལ་ཡང་ང་ཚོས་སློབ་སྦྱོང་དེ་བསླབ་མི་འདུག་ག་ནས་དེང་སང་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཡང་དཀའ་ངལ་ཆེན་པོ་བཞི་བོ་འདི་དཔེར་ན་ཆོལ་ཁ་ཆོས་ལུགས་ཀྱི་དཀའ་ངལ་ཡོང་ཡག་དང་དེ་འདྲས་ཀྱི་ཨ་ནི་ད་ལྟ་ང་ཚོའི་སྤྱི་ཚོགས་ནང་ལ་བཞི་བོ་གཅིག་གི་ཁ་བྲལ་འགྲོ་ཡག་གི་རྒྱུ་མཚན་གཙོ་བོ་དེ་གང་ཟེར་ན་ང་ཚོ་ཆུང་དུས་ཁ་ནས་ང་ཚོ་བསླབ་གྲྭའི་ནང་ལ་ཡང་འདི་ངས་གོང་དུ་ཞུས་པ་ནང་བཞིན་ང་ཚོ་གཅིག་གཅིག་ལ་སྐད་ཆ་བཤད་ནས་ཉན་ཡག་དང་དུས་ཚོད་བསླབ་མེད་པའི་སྐྱོན་ཆེ་ཤོས་ཀྱི་དེང་སང་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དཀའ་ངལ་ཆེ་ཤོས་དེ་འདྲས་སུ་སླེབས་བསྡད་ཡོད་རེད་བྱས་ཙང་འདི་ང་ཚོ་ད་ཁ་ཤོར་རེད་ད་མི་རིགས་ང་ཚོ་གཉེན་མེད་ཀྱི

ད་ཚོ་རོམ་པའི་སི་ཏུ་ཀ་ནི་ཧ་རོམ་པ་མ་མ་ལེ་གོང་ལ་རུ་བ་ཚོ་རོམ་པའི་རུ་བ་ཨོ་དེ་དེ་དེ་ཨོ་དེ་རེད་རེད་དེ་སི་ཏུ་ཀ་ནི་ཨ་ལེ་ཚོ་རོམ་པ་ནས་ཡིན་རེད་གང་ལྟར་ལོ་ཉི་ཤུ་སུམ་ཅུ་གྱང་གི་སྟེང་དེ་སློབ་སྦྱོང་གནང་ཡོང་རེད་ཨོ་གཞོན་དགོས་གཞོན་དགོས་རེད་ཨོ་རུ་བ་དེ་ལོ་སློབ་ཉེས་གསར་སྦྱོང་རོགས་གནང་ཡོང་གནང་རེད་དགོས་ཨ་ནི་ང་རང་ཚོ་ནང་པ་སངས་རྒྱས་པའི་དཔེ་ན་ཅིག་ད་ངས་ཀྱི་ད་དེ་ཞུ་དེ་ཁེ་ཤིང་མེད་དེ་ཡིན་ནའི་དཔེ་ན་རྟགས་གསལ་ལྟ་ཡག་འདུག་ཚང་མ་ལོ་ད་དབྱིན་ཇིའི་སྐད་ལ་ལོ་ཇིག་ཟིག་རུ་བ་ལོ་ཇིག་ཨོ་རྟགས་གསལ་ལྟ་ཡག་ད་འདུག་ཚང་མ་ལོ་ཚང་མ་ལོ་དཔེ་དངོས་གནས་དེ་ན་རིག་པ

ད་ག་ནས་ཤིང་གཅིག་བཟང་སྤྱོད་ཐོག་ནས་ང་ཚོ་ལ་ཡ་སྒྲིག་འདུག་ཡོད་བསམ་བསམ་བྱེད་ཀྱི་འདི་འདྲས་ཀྱི་བློ་ཅིག་ཡོད་ན་ད་འདི་ཨ་ནི་དྲང་བདེན་གྱི་བློ་དེ་རེད་བ། འདི་འདྲས་ཀྱི་དྲང་བདེན་གྱི་བློ་དེ་དང་ཨ་ནི་ད་ག་ནས་ཤིང་གཅིག་གཅིག་སེམས་བཟང་པོ་བྱེད་ཡ་ལ་སོགས་པ་དང་ད་ག་ནས་ཤིང་འདི་འདྲས་ནི་ང་རང་ཚོ་དཔེར་ན་སངས་རྒྱས་ཀྱི་ཆོས་ནང་ལ་དཔེར་ན་ང་ཚོ་བོད་དཔེར་ན་སྐུ་མདུན་གསུང་དུ་བ་ང་ཚོ་མ་འདོད་བོད་པ་ཚོ་ག་རེ་མོ་འདོད་བོད་རིགས་ནི། ངས་དྲང་བདེན་འདི་དྲང་བདེན་ཟེར་བ་དེ་ངོ་གཉིས་ཨི་ཙམ་པོ་ཆུང་ཆུང་གཅིག་གང་འདྲ་བ་ཡིན་ནམ་དཔེར་ན་དེབ་བདག།

དེ་ཚོ་ཀྱིས་ཨ་ལྟ་ཞིག་བྱས་འདུག་མ་འདུག་ཟེར། དེ་ག་རེ་བྱས་ཟེར་ན། དེ་བྱས་མ་ཐུབ་པར་གྱི། དེ་བྱས་མ་ཐུབ་པར་ཙོག་ཙོག་དེ་ག་རེ་ཟེར་ན་ཁག་ཡོད་མ་རེད་ག་རེ་ཟེར་ན་ང་ཚོ་སྐྱེ་བ་ཐོག་མ་མེད་པ་ནས་གུང་ཚ་རེད་ཨ་ཉི་ང་ང་ས་ཨའི་ཨའི་ལོ་འདི་ང་འཛིན་སྟེགས་ཀྱི་ཤུགས་ཆེན་པོ་ལེགས་ཡོད་ར་དེ་ནས་གདོང་ལེན་བྱས་ཐུབ་ཡོད་མ་རེད་ད་དེ་ཚོ་ཚང་མ་དེ་དེ་ལྟ་ཞིག་ཤོག་ཅིག་དེ་རེད་ཨ་ཉི་དེ་གང་ནས་ག་རེ་ཟེར་ན་དེང་དུས་ཀྱི་ང་རང་ཚོ་ཤི་སྲོལ་རྒྱུན་གྱི་གུང་གཞིས་ནང་གི་སློབ་གསོ་བཟང་པོ་དེ་ཚོ་མ་ཡིན་མཁན་དུས་འདིའི་གཞི་ཚོགས་ནང་ལ་བློ་བཟང

ཡིན་ནས་ང་ཚོ་ད་ལྟ་ང་རང་གཉིས་སྐད་ཆ་བཤད་ནི་ད་ད་ལྟ་མི་བདུན་ཅུ་ལྷག་ཟིག་གིས་བལྟས་བསྡད་འདུག་ང་ཚོ་ང་གཉིས་གཉིས་ཀྱིས་ཁྱེད་རང་ཁྱེད་རང་ཁག་ཡོད་མ་རེད་སུ་སུ་ལྟ་བ་རེད་ང་ང་རང་ང་རང་ལྟ་བ་ཡོད་རེད་ཡིན་ནས་ད་དེ་རིང་ང་རང་གཉིས་ཀྱིས་སྐད་ཆ་བཤད་ནི་མི་བདུན་ཅུ་ལྷག་ཟིག་གིས་བལྟས་བསྡད་པའི་སྐབས་དེ་ལ་ང་གཉིས་གཉིས་ཀྱིས་ག་རེ་མོ་ག་རེ་ཡིན་ནས་དྲང་བདེན་གྱི་ཐོག་ནས་གང་ལྟར་ཅིག་གཞན་ལ་ཕན་ཡག་ཅིག

དེང་ཚོད་ཟིན་ཚར་རེད་ད་འདི་ང་རང་ང་རང་རང་གི་ཁྱད་ཆོས་ཡོད་རེད་ད་འདི་གི་ངས་ཁྱེད་རང་ཉིན་མོ་ལྟོ་ལྐུགས་པའི་འུ་ཚོ་རྒྱ་ནས་ངས་ཁྱེད་རང་ཉིན་མོ་ལྟོ་རྩེད་རྒྱབ་ཡིན་ན་ང་རང་ལྐུགས་པ་ཆགས་ཡོད་རེད་ཁྱེད་ཡོད་མ་ད་ཡིན་ན་ངས་ཁྱེད་རང་ལ་གཅིག་ཞུ་ད་གང་ལྟར་ཁྱེད་རང་ཁྱེད་རང་གི་བསམ་བློ་ད་ཁྱེད་རང་གི་རེད་ང་ང་རང་རང་བསམ་བློ་ད་ལྟ་རེད་མི་མི་མི་སོ་སོ་ལ་བསམ་བློ་ད་ལྟ་རེ་རེ་ཡོད་རེད་འདི་རེད་ཡིན་ནས་ད་ད་ལྟ་ཁྱད་ཆོས་ཤོས་འདི། ངས་ཁྱེད་རང་དང་ཁྱེད་རང་འདྲ་བའི་མི་ཚོ་ལ་ངས་ཀྱི་གཞན་དག་ཁྱེད་མེད་ངས་ཀྱི་ད་བས་ན་ང་འདྲ་བོ་ཆ་ཞབས་ནས་ད་ལོ་དྲུག་ཅུ་རེད་ཕལ་ཆེར་ཁྱེད་རང་ལོ་ལྔ་བཅུ་ང་གྲངས་ཡིན་ས་རེད་བས་ལྔ་བཅུ་ལྔ་བཅུ་ལས་ཡོད་ན་རེད་རེད་རེད་ཁྱེད་རང་ལྔ་བཅུ་ཟིན་རེད་པའི་རེད་རེད་རེད་དེ་ངས་ཁྱེད་རང་རེད་ཞལ་རེད་རེད་ཟེར་ས་དུས་འགའ་ནས་ཨང་བྱས་ས་འདི་ཡི་དུས་འགའ་ནས་ངས་ངས་ག་རེ་ཟེར་གྱི་ཡོད་ཟེར་ན་ད་གང་ལྟར་ངས་ག་རེ་ཞུ་གི་ཡོད་ཟེར་ན་རེད་ང་ཚོ་དཔེར་ན་མི་ཚང་ཞིག་ན་ལས་ནས་རེད་ཕ་མ་དང་སྤུ་གུ་དང་ད་ཀྱེ་མེད་ད་ད་ཅིག་གི་ད་གང་ལྟར་དེ་བཟའ་ཚང་སྤ་རག་ལས་ནས་རེད་རྙོག་དྲ་ག་རེ་ཡིན་ནའི་ཁོ་འཇིག་རྟེན་གྱི་འགྲོ་སྟངས་རེད་ཁོ། ཡིན་ནའི་ག་རོ་ཅི་ནའི་དཔེར་ན་མི་ཚང་དེའི་ནང་ལ་ད་ཕག་ཏུ་རྩལ་ཞུ་བ་བརྒྱབ་ནའི་ག་རོ་ཅི་ནའི་ཨ་ནི་ད་ཀྱི་མི་ཚང་དེ་ཐོར་འགྲོ་བྱེད་ཡག་གི་ཉེན་ཁ་ཞིག་སླེབས་ན་ཨ་ནི་སུ་སུ་པ་པ་ཡིན་ནའི་རེད་ཨ་མ་ཡིན་ནའི་རེད་ཨུ་གུ་ཡིན་ནའི་རེད་འགན་འཁྱེར་ངེས་དེ་ཀྱི་ཨོ་ད་ཟབ་ཟབ་བྱེད་ལ་ད་ག་ད་ང་ཚོ་མི་ཚང་དེ་ཁ་བྲལ་འགྲོ་ས་རེད་སང་སང་འདི་འདྲའི་ཅིག་གི་ཨ་ནི་བསམ་བློ་བཏང་ནས་ཨ་ནི་བྱས་ཙང་འདི་བྱེད་དགོས་རེད་བ་བྱས་ཙང་ད་ད་ནྡ་ངས་ཁྱེད་ལ་ཞུ་ཡག་ག་ཡིན་ཟེར་ན་ད་ང་འདྲ་པོ་ཆ་ཞོག་པ་ཡིན་ན་དཔེར་ན་བློ་བཟང་སེང་གེ་ལགས་ང་གཉིས་ཡིན་དཔེར་ན་ཐུགས་རིམ་སློབ་གྲྭ་ང་གཉིས་གཅིག་པ་རེད།

སྤེན་པ་ཚེ་རིང་ལྟ་བུ་ཆ་ཤོས་ན་ང་གཉིས། ངོ་ཤེས་ནི་ལོ་ཉིས་སྟོང། ལོ་ཉིས་སྟོང two thousand ལ་ཡ། ངེད་གཉིས། ང་སྤེན་པ་ཚེ་རིང་ཐོག་མར་ཐུག་དུས་ག་ནས་ག་བར་ཐུག་ཟེར་ན། དེ་གའི་ག་ས Washington ལ་ཡ་དེ་དུས་ག་ནས་དེ་གའི་བོད་ཀྱི་དུས་སྟོན་ཆེན་པོ་ཞུ་བྱེད་ཚུལ་བ་རེད། དེ་ནས་ཡ་ང། མི་གཞས་དང་ག་སྐད་དང་ལ་དེ་དུས་ག་ནས་ཁོ་རང་སྤེན་པ་ཚེ་རིང་ལ་དེ་གའི་ད་ལྟ་ང་ཚོ་གི་ད་སྒྱུ་རྩལ་བ་ཀྱི་ཚོ་ལ་ཡ་རོགས་པ་བྱེད་ངེས་རེད་བྱ་དེ་གའི་བཀོད་སྒྲིག་གྲ་སྒྲིག་བྱེད་ངེས་རེད་རེད་བྱ། ད་དེ་འདྲ་ཡོད་དུས་ག་ནས་དཔེར་ན་བློ་བཟང་སེང་གེ་ཡིན་ལ་ཡིན་ནས་སྤེན་པ་ཚེ་རིང་ལ་ཡིན་ནས་རེད་ངས་ག་དུས་ནས་ལབ་ཀྱི་ཡོད། ང་ཚོ་སྐྱབས་བཅོལ་སྤྱི་ཚོགས་ཤིག་ནང་ལ་སྐྱེས་ནས་འཚར་ལོངས་བྱས་ནས་སློབ་སྦྱོང་རག་ནས་དངོས་གནས་དྲན་ན་མི། སྤུས་དག་ཤོས་གཉིས་རེད་ད་ཟེར་གྱི་ཡོད་དཀོན་མཆོག་རེད་ད་ངས་ཁོ་གཉིས་གཉིས་སྤུས་དག་ཤོས་གཉིས་ཟེར་གྱི་ཡོད་བྱས་ཙང་དེ་འད་ཡོད་དུས་ཀ་ནས་ད་ད་ད་ང་ཚོའི་ཆབ་སྲིད་ཀྱི་ད་ང་རང་ཚོ་བོད་པ་དམངས་ཀྱི་ཨ་ནི་དེ་ནང་ལ་རྒྱ་མིའི་གི་ད་རྒྱུག་གི་འདུག་ཚུལ་འཛུལ་ནས་བློ་བཟང་སེང་གེ་ལ་ད་སྤེན་པ་ཚིག་ལ་འདྲ་པོ་ཆགས་ཤག་པས་ན་ཁོ་གཉིས་པ་ར་ལ་ཡ་ད་ག་ཚོད་དཀྲུགས་སོང་ད། བློ་བཟང་སེང་གེས་རྒྱབ་ལོག་ལས་ཡ་གཅིག་ཁོ་རང་གི་རྒྱབ་སྐྱོར་ཡིན་ཟེར་ངེས་མེད་འདུག་ཟུར་འཛུལ་སྤེན་པ་ཚེ་རིང་རྒྱབ་ལོག་ལས་ཡ་ཁོང་ཚོའི་སྤེན་པ་ཚེ་རིང་རྒྱབ་སྐྱོར་ཡིན་འདུག་མདོ་བྱས་འདིའི་རྒྱབ་ལོག་ལས་གང་ལྟར་རྒྱ་མི་རྒྱུག་གི་འཛུལ་ནི་གང་ལྟར་མི་སྤུས་དག་པོ་བཞུགས་གཉིས་འདི་མཐའ་མ་མཐའ་མ་ཁོ་གཉིས་གཉིས་གང་ལྟར་ཁ་བརྡས་བྱ་ཡག་གི་འདི་འདྲས་ཀྱི་གནས་ཚུལ་དོན་དུ་བྱུང་ཡག་འདུག་ཚུལ་ཚང་མ་ལོ་གང་ཞེ་ན་རྒྱབ་ལོག་འདི་ལ་རྒྱ་མིས་ཀྱི་པའི་ནུས་ཤུགས་ཤུགས་ཆེན་པོ་བཞུགས་ཀྱི་ཡོག་རེད་ད་འདུག་ཚུལ་ཁྲལ་ཚུལ་ཚུལ་དངོས་སུ་ང་ཚོས་ཀྱི་འཛུགས་སྐུ་བཙུགས་མ་ཐུབ་ནི་གང་ལྟར།

པད་མ་མཁའ་འགྲོ་ལ་ང་ཉིད་ཉིད་དུ་ཟེར་བྱའི་གྲོགས་པོ་ཆགས་ཡག་གིས་ད་ངོ་ཤེས་ཡ་དེ་ཨ་ནི་རྒྱ་བོ་རུམ་བྱེད་ཀྱིས་ང་བཟི་བ་ད་ཨ་ནི་པད་མ་མཁའ་འགྲོ་ལ་ལ་ཡག་འདུག་ཟེར་བྱའི་མི་དེ་ངོ་ཤེས་ཀྱི་ཡོད་པས་ཟེར་བྱའི་རྒྱ་བོ་རུམ་བྱེད་ཀྱིས་བཀའ་འདྲི་གནང་སོང་ཨ་པད་མ་མཁའ་འགྲོ་ལ་ཨ་ལས་ལས་ལས་པད་མ་མཁའ་འགྲོ་ལ་ང་ངོ་ཤེས་ཀྱི་ཡོད་ཁོ་ང་ཚོ་བོད་པའི་གཞས་བོད་པའི་གཞས་གཏང་མཁན་རེད་པ་ཟེར་ཨོང་ཨ་ནི་རྒྱ་བོ་རུམ་བྱེད་ཀྱིས་བཀའ་གནང་སོང་ཨོང་དེ་ང་ཚོ་བོད་པའི་གཞས་གཏང་མཁན་རེད་དཱ་ཨ་ནི་བྱེད་བྱེད་ང་འདུག་ཟེར་བྱའི་ཨ་ནི་དེ་ནས་རྒྱ་བོ་རུམ་བྱེད་ཀྱིས་ད་ལྟ་རྟ་དབང་ལ་ཡ་བྷི་གའི་བོད་པའི་གི་བླ་མ་ཁ་ཤས་ཅིག་ལ་ཡ་བཀའ་གནང་ཤག

གཅིག་ནས་ངས་ཁྱེད་རང་ལ་ཡ་ད་དེ་རིང་ངས་དགའ་བསུ་ཞུ་གི་ཡིན་གན་ཟེར་ན། ཁྱེད་རང་གི་རྟགས་ཁྲག་པོ་དེ་ཁྱེད་རང་གི་མུ་མཐུད་ནི་ཁྲག་པོ་ཉག་ནི་ཡིན་ནས་ད་ཅིག་ང་རང་གཉིས་བློ་བདེ་པོའི་ངོས་ནས་དེ་རིང་ང་གཉིས་བར་དུ་ཧ་ཧ་ཨུ་ཨུ་ཟེར་བའི་བསྡད་པ་དེ་དཔེ་ཡག་པོ་རེད་གན་ཟེར་ན། ངས་གཟིགས་ཀྱི་ཡོད་ངས་ད་ནི་ཕྱི་རྒྱལ་ཚོ་ལ་གཟིགས་ཀྱི་ཡོད་ད། ངས་ག་དུས་ནས་ངས་ཕྱི་རྒྱལ་ལ་གཟིགས་ཀྱི་ཡོད་ད་ང་ཕྱི་རྒྱལ་ཡ་དེ་བ་ང་དེ་བ་གཞས་དང་ག་འགྲོ་དུས་ག་ནས་ནི་ང་ཕྱི་རྒྱལ་མང་པོ་ཐུག་ཀྱི་ཡོད་རེད་ཕལ་ཆེར་ཡོ་རོབ་ནང་ལ་ང་བར་དུ་འགྲོ་ངེས་མང་ཤོས་རེད་ང།

ང་ཆུང་ཆུང་ག་ནས་བོད་ཀྱི་རིག་གཞུང་ཟེར་ཡ་དེ་གཏིང་ཟབ་པོ་ཡོད་པ་ག་གེ་གཏིང་ཟབ་པོ་ཡོད་པ་ངས་ཆུང་ཆུང་ག་ནས་ངས་ཀྱི་རྟོགས་ཚར་རེད་དེ་འདི་རྟོགས་ཚར་དུས་ག་ནས་ཨ་ནི་སོ་སོ་དེང་གི་དཔེ་དངོས་གནས་སོ་སོ་མི་རིགས་ཀྱི་མི་རིགས་ཟེར་ངེས་དེ་བོད་མི་རིགས་ཟེར་ངེས་དེ་ལས་སླ་པོ་རེད་མི་འདུག་བསམ་ཨ་ནི་དཔེ་ན་ངའི་ཕ་མ་གཉིས་ངའི་པ་ལ་ཉི་མ་ལྟ་ཁམས་ལི་ཐང་གི་ས་སྐྱ་དགོན་པ་གྱི་གྲྭ་པ་རེད།

ཅེས་སྔར་བག་ཆགས་བཟང་པོ་དང་ཕ་མ་བཟང་པོ་བཀའ་དྲིན་གྱིས་ཆོས་ད་དཔེ་ན། དཔེ་ན་ང་ཆུང་ཆུང་ག་ནས་དཔེ་ན། དེ་ཁ་ཤོ་རེད་ང་ཚོས་གི་ད་ཁུ་ནུ་བླ་མ་མཁྱེན་བརྩེ་སྐུ་མདུན་ནས་ངས་ནི། མ་ནི་ད་ག་ནས་བཞིན་ད་ཆུང་ཆུང་ག་ནས་ད་སྤུ་གུ་ཆུང་ཆུང་ལོ་དུས་དུས་ང་ལོ་བརྒྱད་རེད་ལོ་བརྒྱད། ལོ་བརྒྱད་དགུ་ལ་ནི་ང་ལ་ཡ་རྒྱ་ཆུང་ཕ་གོང་ཕ་ས་ཕ་གོང་ས། ཁུ་ནུ་བླ་མ་བསྟན་འཛིན་རྒྱ་མཚོ་སྐུ་མདུན་ནས་ངས་ཆོས་ཞུས་པ་རེད་དེ་ནས་བྱས་ནི་ད་ང་ད། ཁྱེད་རང་ཚེ་ཡི་གེ་དང་པོ་ཉིད་ནས་ཁོ་ནའོ་ང་ཚོ། ཀླ་ཀློའི་ཡུལ་ནི་མ་སྐྱེས་བ་སྐྱེས་ནས་གང་སྐྱེས་ཆོས་ལྡན་ནི་ཟེར་ན་མི་འདུག་ཁ་བ་གང་སྐྱེས་ཀྱང་ཟེར་ན་མི་འདུག་ཨ་ནི་དེ་འདྲའི་གི་ཅི་སངས་རྒྱས་ཀྱི་བསྟན་པའི་གི་ཨ་ནི་དེ་སང། ཁོར་ཡུག། དཀྱིལ་འཁོར་གྱི་གཡུལ་སོ་ནི་སྐྱེས་དེ་ཧ་ཅང་སྐལ་བ་བཟང་པོ་ར་དེ་དང་པོ་གཉིས་ནི་སྐལ་བ་བཟང་པོ་རེད་ང་དེ་ཚོ་སང། བེ་རི་སྐྱེས་བ་ཚང་གཅིག་གི་དང་པོ་གཉིས་ནི་སྐལ་བ་བཟང་པོ་རེད་ཨོ། རེད་ངས་ག་དུས་ནས་ཟིག་གི་ཡོད་ང། ཚེ་འདི་ལ་ངས་ཕྱི་རྒྱལ་དུ་ལབ་ཡོད་ད། བྱས་ཙང་ངས་འདི་གི་ངས་ཕྱི་རྒྱལ་ཚོ་ལ་ག་ལུས་ཡོད་ཟེར་ན།

སོ་སོ་སེམས་དེ་གང་ཡིན་པ་དེ་བཤད་པ་ཡིན་ན་ཨ་ནི་ཁོ་ག་རུང་ཆོས་ལས་མི་འདུག་ཚུལ་གྱིས་ཨོ་མི་འདི་གང་ལྟར་སྐད་ཆ་ག་རེ་བཤད་ནས་མོད་ན་ཁོ་དྲང་པོ་ཞིག་བཤད་གི་འདུག་བསམ་བསམ་ཞོར་ལ་སེམས་གཏིང་ནས་འདི་ཡོད་རེད་རེད་རེད་རེད། སྤྱི་བཏང་གིས་ང་རང་ཚོའི་བོད་པའི་གི་སྤྱི་ཚོགས་ནང་ལ་ང་ཚོའི་བོད་པའི་སྤྱི་ཚོགས་ཀྱི་ཆབ་སྲིད་པ་མང་པོ་ཅིག་ག་རེ་བཤད་གི་འདུག་ཟེར་ན། སོ་སོ་སེམས་གཏིང་ནང་སྨྲ་བསམ་པ་འདུག་ཚུལ་སྤྱི་ཚོགས་ཀྱི་ནང་ལ་དཔེར་ན་སོ་སོ་ལས་འོས་ར་ཡག་དང་སོ་སོ་ཁེ་ཕན་འགྲོ་ཡག་ཅིག་འདུག་སྤྱི་ཚོགས་ཀྱི་མི་འདི་ཚོ་འདི་འདྲས་ཅིག་འགོ་ཡག་དེ་འདུག་བསམ་པ་ཡིན་ན་ཨ་ནི་ད་ག་རང་ཁོང་ཚོ་གིས་ཨ་ནི་རྒྱབ་ལོག་དེ་ལ་རྒྱབ་ལྗོངས་དེ་ལ་སྦྱངས་ནས་ཨ་ནི་བཤད་བཞག་གི་འདུག་ག། དེ་བཤད་དུས་དགའ་ནས་རེད་རེད། ཨ་ནི་ང་ཚོའི་སྤྱི་ཚོགས་ནང་ལ་དཔེར་ན་དེ་འད་ཀྱི་ད་དཀའ་ངལ་འདི་ཚོ་མང་པོ་བྱུང་ཡོང་ག་རེད་ཟེར་ན་དཔེར་ཨ་ནི་ཅིག་སོ་སོ་སེམས་ནང་མ་བསམ་པ་དེ་སོ་སོ་སེམས་ནང་ལ་བསམ་པ་དེ་བཤད་པ་ཡིན་ན་སོ་སོ་བོད་པ་ཅིག་རེད། བོད་མི་རིགས་ཀྱི་དཀའ་ངལ་ཡོད་པ་དེ་ནི་ཧ་གོ་གི་ཡོད་རེད་དེ་འད་ཧ་གོ་གི་ཡོད་ན་རང་བཞིན་གྱིས་སེམས་ནང་ལ་བསམ་པ་དེ་བཤད་པ་ཡིན་ན་ཁོ་དྲང་པོ་དྲང་བཞག་བྱེད་ཀྱི་རེད། ད་ཆབ་སྲིད་སྒང་ལ་ཡང་ནི་སྐད་ཆ་འབར་འབུར་མང་པོ་བཤད་དེ་ནི་མི་ཚོ་ལ་མི་ཕྱོགས་མི་འདིའི་ཕྱོགས་དགའ་ངན་དེ་ལ་སྐད་ཆ་བཤད་དེའི་ཕྱོགས་དགའ་ངན་དེ་སྐད་བཤད་དེ་ན་ཨ་ནི་ང་ཚོའི་ཆབ་སྲིད་པ་ཁྱེད་རང་གི་དེ་གིན་གསུངས་སོང་ཨ་ང་ཚོའི་ཆབ་སྲིད་པ་དེ་གིས་ཨ་ནི་དུས་ཚོད་ཀྱི་དཔེ་སྡུག་བཞག་བྱེད་ཀྱི་འདུག་ཨ་ནི་ཁ་ཤོར་རེད་ཆབ་སྲིད་པ་ཚོས་ཀྱི་ཨ་ནི་དཔེ་དབྱིན་ཇི་སྐད་དེ་མ་གསུངས་མིས་ཡུས་བྱེད་ཀྱི་ཟེར་ཡ་དེ་སྐད་ཆ་དེ་ད་ག་གང་ལེགས་ཡོད་ར་བྱས་ཙང་ངས་ཞུ་གི་ཡོད་ག་དུས་ཡིན་ནའི་ང་ཚོ་བོད་པ་ཚོ་གལ་ཆོས་ཤོས་དེ་གང་ཡིན་ཟེར་ན། ང་ཚོ་མི་བརྒྱ་དང་དྲུག་ཅུ་སྐུ་ལུས་མེར་སྲེག་བཏང་བ་དེ་འདི་སེམས་ནང་ལ་འཇུས་བསྡད།